ཨོ་ཕྱི་དྲོ་བདེ་ལེགས་སྒོ་ང་བཟང། ནས་རྣམ་པ་ལྷན་སྐྱེས་གསལ་བ་ལྟ་བུའི། དུས་ཚིགས་ཁྱད་པར་ཅན་ལ། ཐོས་སེམས་སངས་རྒྱས་སྦྱོར་འཕེལ། དམིགས་བསལ་དེ་རིང་གི་དུས་ཚོད་ལ་དོན་སྙིང་ལྡན་པ་བྱུང་ཡོད་ཤག། འཚམས་འདྲི་ཞུ་རྒྱུ་དང། དེ་རིང་ས་སྐྱ་ལེགས་བཤད་རབ་བརྗེའི་བཞི་པ་སྤེལ་མ་ཐག་པའི་ཤོ་ལོ་ཀ་བདུན་པ་བརྒྱད་པ་དགུ་པ་དེ་གསུམ་བཞུགས་པ་ཡིན། ད་དེའི་ནང་ནས་ཤོ་ལོ་ཀ་དང་པོ་དེ། སྡིག་སྤྱོད་ནགས་ན་གནས་ཀྱང་ཉམས། དམ་པ་གྲོང་ན་གནས་ཀྱང་དུལ། ནགས་ཀྱི་སྤྱན་གསལ་འཕྲོ་བ་དང། གྲོང་ནས་རྟ་མཆོག་དུལ་བར་མཐོང། ཧོ། ཤོ་ལོ་ཀ་དང་པོ་དེ་དེ་འདྲའི་རྗེས་རེད་དོ། ད་ཤོ་ལོ་ཀ་དང་པོ་འདི་ད་ང་ནག་ཚོ་ལ་གཙོ་གཙོ་སེམས་ཀྱི་སློབ་སྦྱོང་བྱེད་སྟངས་དང་ལྷག་པར་དུ། སོ་སོ་ལ་སེམས་ཀྱི་ནང་ལོགས་ལ་བྱེད་འདོད་དང་ད་ཡོན་ཏན་མཐོང་བའི་འདུན་པ་ཞུ་དགོས་རེད་པས་འོ་འདི་མེད་པ་ཡིན་ན་ནི་ཕྱི་རོལ་ཡུལ་གྱི་ད་མཁས་པ་ལ་ཕྱི་དགྲ་གདམ་ག་བྱས་པ་ཡིན་ན་སོ་སོས་སོ་སོ་གདམ་བཞག་པ་དང་གཅིག་པ་རེད་ཡ་ཧོ་དེ་འདྲའི་རྗེ་ཡང་དེ་ནས་གསུང་གི་ཡོད་རེད། ད་དོན་དངོས་ཐོག་ལ་ཤོ་ལོ་ཀ་འདི་གཙོ་བོ་གར་གསུང་གོ་རེ་ལབ་ཡོང་དུས། སྤྱིའི་ཆ་ནས་ང་ནག་ཚོས་ད་བདུད་རྩི་དང་བྲལ་བ་ཟང་ཟིང་དང་བྲལ་བའི་འཚོ་བ་ཟེར་ཡ་འདི་ཡིན། ལྟོས་ས་ལྟོས་ཕྱོགས་ཀྱི་ཆ་ནས་ནི། སེམས་དཔའ་ལྷོད་པོ་ཡོང་ཡ་དང། སེམས་ལྷིང་པོ་ཡོང་ཡ་དང། བག་ཕེབས་པོ་ཡོང་ཡ། འོ་དེ་འདྲ་གི་འགྱོ་གན་ཅིག་ཆགས་ཀྱི་ཡོག་རེད། དཔེར་ན་ང་ནག་ཚོ་ད། རྒྱུན་ལྡན་གྲོང་ཁྱེར་གྱི་ད་རྡོ་རྫིའི་ནང་ལ་འཚོ་བ་ར་སྐྱེལ་མཁན་ཅིག་གི་ངོས་ནས་མཚོན་པ་ཡིན་ན། སྒམ་འགར། ང་གྲོང་གསེབ་ཏུ་བ་ཕ་ཕུད་རྒྱུ་བྱུང་བ་དང། སྐབས་འགར་ཨ་ནི་རང་བྱུང་གི་ཁམས་ར་བ་དང་རི། ཆུ། ནགས་ཚལ་རྒྱ་མཚོ་གངས་རི། སྤང་ལྗོངས། འོ་དེ་འདྲས་ལ་ཨ་ནི་ཅིག། ལྷོད་ལྷོད་བྱས་བྱས། བྱ་བྱེའུའི་སྐད་དེ་ཚོ་ཉན། ཆུའི་སྒྲ་དེ་ཚོ་ཉན། རླུང་བསིལ་བུལ་གྱི་སྐད་སྒྲ་དེ་ཚོ་ཡང་ཉན། རེག་བྱ་དེ་ཚོ་ཡང་རེག། བྱས་པ་ཡིན་ན་ད། སྐྱེས་བུ་བཞི་བོ་ཅིག་ཡོང་གི་ཡོད་རེད་ལ་ནི། དེ་འདྲའི་ཅིག་གི་ངོས་ནས་སེམས་དེ་གཡེང་ས་ཉུང་བ། ད་ག་ནང་བཞིན་སེམས་དེ་རྦད་དེ་ཅིག་དྭངས་མ་འདྲ་བོ་ཆགས་བསྡད་པའི་སྣང་བ་ཤུགས་ཆེན་པོ་ཅིག་ང་ན་ཚོད་ལ་རང་བྱུང་ཁམས་ཀྱི་ལག་རྟགས་དྲེག་པོ་རུ་བར་ད་དེ་སྟེར་གི་ཡོད་རེད། འོ་དེ་འདྲའི་ཅིག་ཡིན་བསྡད་དུས་ཨ་ནི། ང་ན་ཚོད་ནམ་རྒྱུན་ཅིག།

འདི་རེད། ད་ཅིའི་ཕྱིར་ནས་ང་ནག་འཚོ་བྱེད་ཀྱི། འདོད་པ་ཡོད་པར་བ། ལྷག་པར་དུ་སེམས་ཀྱི་ནང་ལོགས་ནས་ད་ཞིམ་པ་ཡག་པོ། ཨ་ནེ་ཅིག་ལྷག་བསམ་རྣམ་དག་གིས་ལས་ཀ་འདི་བྱེད་ཨང་བསམ་པའི་བསམ་བློ་འདི་ཡོད་ན། དམ་པ་གྲོང་ན་གནས་ཀྱང་དུས་ལ་ལུས་སུ་བྱེད་ཅེས་ད། རྡོ་རྗེ་འཆི་བའི་གྲོང་ཁྱེར་ནང་ལ་གནས་བ་ཡིན་ནའི་ལས་ཨ་ནེ་ཁོ་རང་གིས། སྒོམ་རྒྱབ་ས་ལ་སྒོམ་རྒྱབ་ཐུག་གུ་རེད། ད་ག་ན་བཞིན། དཔེ་ཀློག་བྱེད་ས་ལ་དཔེ་ཀློག་བྱེད་ཐུག་གུ་རེད། ཡིག་གཟུགས་སྦྱང་ས་ལ་ཡིག་གཟུགས་སྦྱང་ཐུག་གུ་རེད། ཡང་ཅིག་དུ་བ། ད་སོ་སོ་སོ་སོའི་དགའ་བ་དང་དོན་སྙིང་བཅས་ཀྱི་བྱ་བ་ག་པར་འཇུག་པ་ཡིན་ནེ་ལེ། དམ་པ་ཡིན་ཕྱིན་ཆད་ཁོ་རང་གྲོང་ན་གནས་ནེ་ལེ་དུས་པོ་རེད། འོ་དེ་འདྲས་ཞིག་གསུང་གི་ཡོད་རེད། ད་དེ་གཙོ་གཙོ་ག་འདྲས་ཞིག་རེད་ཞུས་པ་ཡིན་ན་ང་ནག་ཚོ་ལ་དེ་ནས་སློབ་སྟོན་གྱི་གནང་སྒོ་ར་རུ་བ། སྤྱིར་བཏང་ནས་ཨ་ནི། སོ་སོའི་མེ་ལྕེ་དེ་དོན་སྙིང་ལྡན་པའི་ཚོ། དོན་སྙིང་ལྡན་པའི་ད་མེ་ལྕེ་གཅིག་སྐྱེར་དང་མ་སྐྱེར་ཟེར་ཡ་དེ་དང། ད་ག་ནང་བཞིན་ཡང་དག་པའི། འོ་ཁབ་ཆག་ཅིག་ལ་སླེ་དང་མ་སླེ་ཟེར་ཡ་དེ་སོ་སོ་རང་ཉིད་ཀྱི་སེམས་ཀྱི་གཏིང་ནས། ཞེས་ཤེས་པ་དང་ཞེས་འདོད་པ་ཡོད་མ་ཡོད་དང་ཐབས་ལམ་ཅིག་བཙལ་མ་བཙལ་གྱི་ཁྱད་པར་རེད་གསུངས་འདུག་དཔེར་ན་ང་རང་གི་ཉེ་འཁོར་ལ་དེ་འདྲས་ཡོད་ཡིག་གཟུགས་ལ་དགའ་པོ་ཧྲིལ་བོ་ཞིག་ཡོད་བསྡད་པ་དེ་འདྲས་ཅིག་ནམ་རྒྱུན་ཡིག་གཟུགས་ཀྱི་ཆེད་ལས་མིན་པ་བྱས་ཨ་ནི་རྦད་དུ་ཁོ་རང་ཁོ་རང་ལ་སོ་སོའི་ཆེད་ལས་ཀྱི་ལས་ཀ་དང་ང་ཚོ་རྒྱུན་ལྡན་ནང་བཞིན་བྱས་བྱས་ཞོག་ཡ་ཕར་ཕྱིན་དགོན་དང་ཚུར་ཅིག་ལས་དག་བྱས་ཡ་དེའང་ཅིག་ནམ་རྒྱུན་ནང་བཞིན་བྱས་ཕྱི་བུ་འདྲ་བོ། འོ་དེ་འདྲའི་རྟག་པ་ཡིན་དེ་ནས་ལས་ཡང་ཁོ་རང་དགའ་བོ་ཡོད་ན་ད་སིང་ནས་དུས་ཚོད་ཚེགས་ཀྱི་འདུག་ཨ། ཁྱོད་ཚོས་སྐར་མ་ཡན་ཅིག་ནས་བྱས་ཏེ་དོན་གཉེར་བྱས་ཚོད། དེ་འདྲས་དེ་འདྲས་དེ་འདྲས་བྱས་ནས་བསགས་ཡོང་དུས་ཨ་ནི་ལོ་གཅིག་ལོ་གཉིས་ལོ་གསུམ་དེ་འདྲས་ལས་མ་འདས་པའི་འོག་རོལ་ལ་ཨ་ནི་འགྱུར་ལྡོག་ཤུགས་ཆེན་པོ་ཞི་བ་ཞིག་ཕྱིན་བྱས། ཆེད་ལས་བྱ་ངེས་ལས་ནུས་པ་བྱས་དེ་འདྲས་ཡོང་གི་འདུག་ཨ། འདི་གཙོ་བོ་ག་རེ་བྱས་པ་རེད་ལབ་ཟུར་ན་དུས་ཚོད་བེད་སྤྱོད་བཏང་སྟངས་དང་སེམས་ཀྱི་གཏིང་ལ་ཐག་ཆོད་པ་དང་སྤྲོ་སྣང་ཆེན་པོ་བྱེད། འདུན་པ་ཆེན་པོ་བྱེད་འོ་དེ་འདྲའི་ཡོད་ཙང་ཧོ་བྱས་ཡོང་གི་ཡོད་རེད་པ་བརྒྱ་ཆ་བརྒྱ་ཐ་མ་རེད་པ་དེ་འདྲས་ཡིན་དེ་དུས་ཨང་ང་ན་ཚོད་ཅིག་སོ་སོ་སེམས་ཀྱི་གཏིང་ནས་ཐག་ཆོད་པ་རེད་པ་དཔེར་ན་ཤ་ཆག་ང་མི་ལ་བཟོད་པ་སྒོམ་གིན་ཡིན་ཟེར་ཡ་དེ་ཐག་ཆོད་ཡོད་ན་ཨ་ནི་ཁྱེད་རང་བཟོད་པ་སྒོམ་ག་ཡིན་གཅིག་མིན་གཅིག་ན་མི་གནས་སྒུག་མ་རེད་ཟེར་བ་རི་བོ་ལ་ཡར་འགྲོ་སྒུག་མ་རེད། ཟིལ་བ་སྒོམ་པ་ཡིན་ན་ཁྱེད་རང་འདུ་འཛི་ཆེ་བའི་གྲོང་ཁྱེར་འདིའི་ནང་ལ་བསྡད་རྗེས་ཟིལ་བ་སྒོམ་ཡག་གི་ད་ཆ་གིན་ཆ་ཚང་ཚང་བསྡད་འོག་རེད་ད་ག་ནང་བཞིན་ཟིལ་བ་སྒོམ་པ་ཡིན་ན་སྒོམ་ཐུབ་ཡག་གི་ནུས་པ་དེ་ཁྱེད་རང་ལ་ལྟོས་པ་ཆ་ཚང་ཡོད་རེད་ཡེས། དེ་འདྲ་ཡིན་བསྡད་དུས་ཨ་ང་ཚོས་གཙོ་བཙོ་སེམས་ཀྱི་གཏིང་ནས་ད་བེད་ཐག་གཅོད་བྱས་མ་བྱས་འདྲ་པོ་ཅི་རེད་འདུག་བལ་བསྟན་ན་ང་ནགས་སུ་དེ་འདྲས་རེད། ང་དེ་འདྲས་ལ་སྣང་བ་བཞི་བོ་ཡོང་ཡོད་ཡིན་ཆང་རག་བྱས་མཁན་དང་ཐ་མག་བྱས་མཁན་ལ། ཐ་མ་བཙལ་མཁན་འགའ་ཤས་ཀྱིས་སེམས་ཀྱི་ནང་ལོགས་ནས་ཐག་ལྟ་བུ་དེ་མ་བཅོས་དུས། ཨ་ནི། ཐ་མ་བཙལ་ན་ཡ་མ་ནག་མ་ཡོང་ངོ་བསམ། རེ་བར་མ་བརྒྱབ་མ་ཡོང་ངོ་བསམ། ཡང་མེད་ན། དེ་དུས་ཙམ་བབ་པས་ད་ཅིག་སོ་སོས་སྡུག་རུས་མ་ཐུབ་པ་བྱས་མ་ཡོང་ངོ་བསམ་བྱས་གང་ལྟར་བསམ་བློ་སྣ་ཚོགས་པ་ཞིག་གི་དབང་གིས་ཁོ་རང་རྗེས་ཡར་ལང་ཁར་དེ་ལ་འགྲོ་ཐུབ་བོ་མི་འདུག་ག། ཡང་འགའ་ཤས་སེམས་ཀྱི་ནང་ལོགས་ནས་ཐག་ཆོད་པོ་ཞིབ་པོ་བྱས་ཡོང་དུས་མཚན་མོ་ཉིད་དུ་མཚན་མོ་ཉིད་དུ་བ། ལག་ལེན་ལ་བསྟར་ཚེ་ཆད་ཡོང་དུས་ཁོ་རང་ལ་དཀའ་ངལ་གྱི་ཁྲལ་མེད་མགྱོགས་གྲོང་ཚོར་བ། འདི་ག་རེ་རེད་ལབ་སོང་ད་ཆ་རྒན་གྱི་སྦྱོར་ཡོག་མ་རེད། སེམས་ད་རྩ་ནས་ཐག་ཆོད་པ་ཡིན་ཙང་དེ་འདྲས་ཅིག་གི་ངོས་ནས་ཨ་ནི་ད་ཁོ་རང་གི་ཞོགས་ལ་ཅིག་ག་འདྲས་ཅིག་གི་ཞོགས་ཀྱིན་ཐིབ་པ་ཡིན་ནའི་ད་ངན་ལང་ལ་ཤོར་གུ་མི་འདུག་བ། བ་དེ་འདྲས་ཡོང་གུ་འོར་ད་གཟུགས་ག་རེ་ལབ་དུས་དེ་འདྲས་རེད། དམ་པ་གྲོང་ན་གནས་ཀྱང་འདིར་འཚལ། ཁོ་རང་སེམས་ཀྱི་གཏིང་ནས་ཐག་བཅད་ཡོང་དུས་ཨ་མྱེས་ཀོག་གི་ཆ་རྐྱེན་ལ་ཇི་ལྟར་ལྟོས་མི་དགོས་སྙམ། གལ་སྲིད་ཁོ་རང་གི་མྱེས་ཀོག་ལ་ཡང་ཅིག་དེ་འདྲའི་ཐན་རྐྱེན་དང་དེ་འདྲ་ཡོད་པ་ཡིན་ན་ལས་སོ་སོ་འཐེན་གྱིན་སྡོད་ཡག་གི་བསམ་བློ་དེ་མ་སྐྱེས་པར་བ་བས་ད་རང་ཚུགས་ཟིན་པོ་བྱས་ནས་བསྡད་ཐུབ་ཡ་དེ་འདྲས་ད་དེ་ཆང་རག་བཅད་མཁན་དང་ཐ་མག་བཅད་མཁན་དོལ་ཚོ་གཉིས་ག་ལ་ཡོང་གི་འདུག་ཨ། ད་དེ་ཁྱད་པར་ཚོ་ག་ནས་འགྱུར་དགོས་བ་རེད་ལབ་ཡོང་དུས་སེམས་ཀྱི་གཏིང་ནས་ཐག་ཚུད་བྱས་མ་བྱས་དེ་འདྲས་ནས་ཡོང་གི་འདུག་ཨ། འོ་དེ་ཡིན་དེ་དུས་ཨ་ང་ནག་ཚོ་གཅིག་གི་ནམ་རྒྱུན་ནས། སེམས་ཀྱི་གཏིང་ལ་པའི་ཞེ་སྡང་དང་ཕྲག་དོག་ང་རྒྱལ་མ་རུངས་པ། འོ་ད་ཆོག་ཤེས། ཆོག་ཤེས་བཟོ་བར་བར། འོ་དེ་འདྲས་ཡོད་པ་ཡིན་ན། ཨ་ནི་ཁྱེད་རང་འབའ་ད་ཕྱིའི་ལུས་འདི་ད་ཁྱད་པར་ཞིབ་པོ་བཟོ་ཡོང་མ་རེད་ག་པར་འབྲས་ནད་ལས་གང་དག་ཁྱེད་རང་གི་སེམས་ནང་ནས་བསམ་བློ་བཏང་ཡོད་དེ་གཙོ་ཆེའི་ངོ་ཅོག་ལ་བྱ་བ་དེ་རྒྱུགས་འགྲོ་གི་རེད་ཟེར་བ། འོ་དེ་ཡིན་འདི་དུས་ཙམ་པར་སྡིག་སྤྱོད་ནང་ན་ནས་ཀྱང་ཉམས་བསད་དེ་དེ་འདྲས་ཀྱི་རེད། ཐ་ཚིག། རྒྱུན་ལྡན་ནས་ང་ཚོའི་སྤྱི་ཚོགས་ཀྱི་སྣང་ཚུལ་ནང་ལོགས་ལ་དེ་འདྲའི་ཡོང་བསྡད་བར་རོ། ཨོ་ད་སོ་ང་ནགས་སུ་རྒྱུན་དུ་ནས་ཐུགས་ལ་བཞག་བྱས་དངོས་གནས་ཅིག། དགེ་བ་བསྒྲུབ་པ་ཡིན་ན་སྤྱི་ཚོགས་འདི་གི་ནང་ལོགས་ལ་དགེ་བ་ཆ་ཚང་བ་ཞིག་བསྒྲུབ་རྒྱུ་ཡོད་པར་རོ། བརྩོན་འགྲུས་བརྩམས་ན་བརྩམ་རྒྱུ་ཡོད་པ། སློབ་སྦྱོང་འདྲ་པོ་འབད་བརྩོན་བྱས་བྱས་ལེ་ལོ་ལ་ཁ་བརྡལ་སྦྱར་ན་བཅར་རྒྱུ་ཡོད་པ། ད་ག་ནང་བཞིན་ཅིག་སོ་སོས་སོ་སོ་མ་བདེ་བ་སོང་ཉོན་ཁོང་ཁྲོ་དེ་ལ་ཅིག། ཚོད་འཛིན་བྱེད་ཨ་དང། དེ་བར་མེད་པར་བཟོ་ཡག་གི་ཆེད་དུ་འབད་བརྩོན་འགྲུབ་པ་བྱས་པ་ཡིན་ནའི་བཟོ་བ་སྒོམ་རིན་ཆོག་པའི་ཆ་རྐྱེན་ཆ་ཚང་བ་ཡོད་པ་སློབ་སྟོན་ཆ་ཚང་བ་ཡོད་པ། འོ་དེ་འདྲའི་ཆ་གི་ཡུལ་དེ་དུས་ད་མདོར་བསྡུས་ན་སོ་སོའི་སྡེ་སྲིད་དེ་ལ་འཁང་ར་འཁང་ར་མ་བྱས་པའི་བྱས་ཁ་གཡར་ས་གཞན་དག་མ་བཙལ་བའི་བྱས་ར་བ་མཐའ་གཅིག་ཏུ་ཨུ་ཚུགས་རྒྱབ་རྗེས་གང་དག་བསྒྲུབ་དགོས་པ་དེ་ཀྱང་བསྒྲུབ་གསུང་གི་ཡོད་ར་བ། འོ་ད་དམ་པ་ཅིག་ཡིན་པ་ཡིན་ན་ཁོ་རང་འབད་དུ་ཡིན་གྱི་མིན་གྱི་ད་ང། རྟོགས་པ་ཐོབ་པ་ཞིག་ཆགས་འགུག་འདུག་ཟེར་ཡག་མ་ཕྱིན་ནས་གྲོང་ན་གནས་པ་ཡིན་ནས་ལ་དཔལ་དང་ཤེས་བཞིན་འདུལ་བའི་སྤྱོད་པ་དེ་བསྟན་ཐུབ་པ་རེད། རྒྱུ་མཚན་ག་རེ་ལབ་དུས་ཁོ་རང་སེམས་ཀྱི་རྩ་བ་ཁོ་རང་ནས་ཅིག། རང་གཞན་གཉིས་ཀ་བློ་ལ་བདེ་སྐྱིད་འདོད་པའི་སྣང་ཚུལ་དེ་ཁེངས་པ་བྱས། ད་ག་ནང་བཞིན་སོ་སོ་ལ་སྒུག་གི་ཡོད་པ་ནང་བཞིན་མི་གཞན་དག་ལ་སྒུག་གི་ཡོད་པའི་འདོད་པའི་གནས་སྟངས་དེ་ཡང་ཁེངས་པ་བྱས། ཨ་ནི་སོ་སོས་ཤེས་པ་དང་སྦྱངས་པ་དེ་གའི་བེད་སྤྱོད་རེ་རེ་རེ་བཏང་ཡས་ཡོད་ན། དེ་ལས་དོན་སྙིང་ཆེ་བ་ཅིག་མེད་པ་དེ། ཁོ་རང་གིས་ལག་ལེན་ལ་བསྐྱལ་ཟིན་པའི་ངང་ནས་ཐུགས་ལ་ཡོད་ཡོད་བྱས། ཨོ་དེ་འདྲ་ཡིན་དུས་དོན་དམ་པ་ཟེར་ཡག་དུས་བོད་ད་བདུད་རྩི་ཆེ་བའི་གྲོང་ན་གནས་པ་ཡིན་ནའི་ལས་ཧང་བསང་རྒྱུད་ཀྱི་ད་ད་ག་ར་བློ་བུ་རེད་དཔེ་ལྟ་ཡག་ཅིག་དང་སྣེ་ཁྲིད་ཡག་ཅིག་མ་གཏོགས་ཞབས་འདེགས་ཞུ་ཡག་ཅིག་ཡོང་གི་ཡོད་མ་རེད་ཨོ་དེ་འདྲ་ཞིག་གསུང་གི་འདུག་ད་འདི་དམ་པ་དང་བླུན་པོའི་ཁྱད་པར་ཆགས་ཀྱི་འདུག་ཨ། དཔེར་ན་དེ་གཉིས་ལ་དཔེ་བཞག་ནང་གི་བ་ར་ནག་གི་སྤྱན་གསལ་ཁྲོ་བ་དང་རྟ་མཆོག་གྲོང་ནས་ཐོས་བར་མཐོང་ཟད་དེ། ད་དཔེར་ན་གལ་སྲིད་བ་དཔོན་པའི་གནས་དང་བདག་ན་བཞིན་ན་ན་གནས་བྱེད་ཨ་ནི་ཡག་པོ་འདྲ་པོ་ཅིག་ཡོང་གི་ཡོད་ན་ཟེར་བ་སེམས་ཀྱི་གཏིང་ནས་ཆེས་མ་འཇོས་པ་བྱས་སོང་བར་ལྟར་ཨ་ན་ན་གནས་མགྱོགས་ཀྱི་གཅན་གཟན་རྟ་དང་གཟིག་སྡུག་པ་ཅན་དོར་ཚུན་ཡང་ཁོང་ཁྲོ་ཤེས་ཡག་པོ་ཞུ་བ་ཅིག་ཆགས་དགོས་ཡག་སོགས་བརྗོད་རེས་ད་དེ་ཆགས་ཀྱི་མ་རེད་སོགས་བར་བ་ཙོག་ཙོག་ང་ན་ཚོ་ནམ་རྒྱུན་སུང་གུ་ར་ལ་སློབ་ས་ཟད་དེ་གི

རྟག་ཏུ་གཟུགས་གང་ག་ལོ་ཨཱ་ནི་ཞི་དུལ་གཅན་གཟན་ལ་ལྟོས་པའི་ཨཱ་ནི་ཁོ་རང་ཅིག་ཞི་དུལ་དུ་མཐོང་ཡང་ཡོད་རེད། འོ་དེ་འདྲས་ཀྱི་དག་བསྡུར་བ་བཏང་ན་ཅིག་གཙོ་བོ་གཙོ་བོ་ང་ནགས་སུ་དོན་དག་དེ་གོ་དགོས་ཡ་ལ་གནད་འགག་ཆེན་པོའི་སློབ་གསོ་ཞིག་གནང་གི་འདུག་ག་ལ། འོ་དེ་འདྲས་ཅི་རེད་ཤག། དེ་བས་ཀྱང་ང་ནགས་སུ་ནམ་རྒྱུན་དེ་བྱོས་བ་རེད་ཞེས་ཅིག་ནང་ལོགས་ལ་སེམས་ངལ་ཅན་གྱི་གར་སར་མ་ཎི་དྲངས་པ་ལས་སེམས་བཟང་ཅན་གྱི་ཀླུ་གཞུང་ལེན་པ་དགའ་ཟས་འབྱོར་པ་དོན་ངོ་མདོག་ལ་བལྟ་སྐྱེ་ཤི་རྡོ་ཟོར་ལ་གོ་རྒྱུ་ཆེན་པོ་བཞི་བོ་ཅིག་ཡོད་དེ་ཟེར་བ་ནི་ཅིག་ཉམ་ཆུང་ལ་རོགས་པ་བྱེད་ཡག་ད་ག་ནང་བཞིན་ཅིག་སྐབས་འགར་ང་ན་ཟུག་མི་བྱེད་དེ་ལ་དེ་འདྲ་ཡོང་གི་འདུག་ག་དེ་ས་ཅིག་ལས་མེད་པ་བྱས་གཉིས་ཀ་དཀའ་ལས་ཁ་གཏད་དུ་འཛོམས་པ་ད་སུས།

ད་ནི་ང་ནག་ཆུ་ནམ་རྒྱུན་དེ་འདྲའི་ཧབ་ཧབ་ཏུ་བ་སྨན་ཁང་ལ་འགྲོ་དུས་ཙམ་པོ་འབངས་འགྲིག་དུས་ཙམ་པ། དངོས་གནས་ཅིག་མདུན་ལ་ཡོད་པ་འདི་གས་འབངས་འགྲིག་གོ་རེད་བསམ་བྱས་སོ་སོས་ཡང་ཅིག་དངོས་གནས་ཅིག་བདེན་པ་བདེན་འདུག་གས་སོ་སོ་ག་དུས་སླེབས་པ་ཡིན་ནའི་སླེས་ད་ག་རང་གི་སྟེང་ནས་འབངས་ཅིག་འགྲིག་བཞག་པས་མ་གཏོགས་དེ་དུས་ཅིག་ངོ་ཤེས་ཚལ་པའི་སོ་ར་དེ་འདྲའི་ལྟར་ཡང་ཧམ་པ་བྱས་བྱས་ཡོད་པ་སྲིང་གཅིག་ལ་འཛུལ་ས་ཨེ་རག་བལྟས་པ་ཡིན་ན་ད་ཁོས་ནམ་རྒྱུན་སློབ་གསོ་མི་བོ་ག་རེ་བྱེད་ཀྱི་ཡོད་ནའི་ལས་གང་དྲག་དེ་དུས་ཙམ་པ་དགེ་ལྟ་ཞོག་ཚར་བ་རེད་པ་འདི་བྱ་བྱ་བྱོས། ཅིག་ག་ལོག་རེད། ད་ཉེན་ཁ་ཞི་བོ་མེད་མགྱོགས་ཀྱི་ཆུང་ཙག་གི་གནས་ཚུལ་ཅི་རུ་བ་ད་ཚུ་གང་ག་ལོ། དེ་ཚོའི་སྟེང་ནས་ང་ཚོའི་མི་གཅིག་གི་ནང་རྒྱུ་ག་རེ་ག་རེ་བྱེད་ཀྱི་མ་ཧ་གོ་འདུག་བ། ག་ཤེད་ནི་པས་ད། སྤྱོད་པ་ཡག་པོ་ཞི་བོ་དེ་འདྲ་བྱམས་བརྩེ་ཆེན་པོ་ཞི་བོ་དེ་འདྲའི་དངོས་གནས་ཅིག། སོ་སོ་རང་ཉིད་ལ་གནས་སྟངས་སྐྱོ་པོ། དཀའ་ངལ་ཆེན་པོ་ཡོད་ཀྱིན་ཡོད་ཀྱིན་ལས་ལས་དཀའ་ངལ་ཆེན་པོ་གཞན་དག་མཐོང་ཡོང་དུས། ཅིག་ག་རེ་ར་ཅིག་ཕར་སྤྲད་དགོས་ཡིན་ན་བསམ་ངན་དེ་འདྲའི་ཡག་པོ་ཞི་བོ་དེ་འདྲའི་ཡོང་གི་འདུག་བ། ད་ཚུ་དངོས་གནས་ཅིག་དོན་དངོས་ཐོག་ལ་པས་ད། སེམས་རྡོ་རྫུ་ཐུལ་བུ། ད་ཅི་གོང་ལ་གསུང་ཡ་ག་ད་འདའ་གར་ས། ཁྱད་པ། འདུ་འཛི་གི་ལ་གནས་གནས་ལས། ཤི་ཤི་འཐུལ་བ་ཡོ་རེ་གསུང་ཡ་ཤི་འདུ་བ། འོ་དེ་ནང་བཞིན་ཆགས་དེ་ཡོད་འདུ། འོ་དེ་འདྲས་ནང་གུག་རེ་གསུང་འདུ་བ་ད་གཙོ་གཙོ་མདོག་མདོག་དེ་ང་ཚོས་བྱེད་བཞིན་པ་ཟེར་བལ། དམིགས་བསལ་གྱི་སོ་སོའི། ཁྱིམ་ཚང་གཅིག་གི་ནང་ལོག་ལ་མཚོན་པ་ཡིན་ན་རྒྱུན་དུ་ནས་སོ་སོ་དང་མཉམ་པོ་གཤིབ་མཁན་དང། སོ་སོ་ལ་བཀའ་དྲིན་ཆེ་བ་དང། སོ་སོ་ལ་ཡིད་ཆེས་བློས་འགེངས་བྱེད་མཁན་དོལ་ཚོ་ལ། ཅི་མ་རུང་པའི་སྤྱོད་པ། ལྷག་བསམ་དང་ཡིད་ཆེས་བརླག་འགྲོ་ཡག་གི་ཚ་ཚུལ་ངན་པ་འདི་འདྲས་དར་རྒྱུ་ཡོག་མ་རེད་གསུང་ཡག་གི་སློབ་གསོ་དུ་ཚོད་ད་ཚང་མ་དེ་ནང་ལོན་ནས་མ་ཐོན་ཡོག་གི་འདུག་ཨ་འོ་དུ་ཚོད་ཡག་གོ་རེད་དོན་དངོས་ཐོག་ལ་ཁྱེད་རང་བྱེད་བཞིན་པ་ཡིན་ན་ག་པར་གནས་ཡོད་གནས་ལས་བྱེད་བཞིན་གི་རེད་ཁྱེད་རང་སློབ་སྦྱོང་བྱེད་མཁན་ཅིག་ཡིན་ན་ཡིན་གཅིག་མིན་གཅིག་སློབ་སྦྱོང་བྱེད་སའི་ཁོར་ཡུག་དེ་འདྲས་ཅིག་ཡིན་སའི་དད་གུས་མ་རེད་བ་ཁྱེད་རང་ཆེད་ལས་ག་པར་ཟ་ཁང་གི་ཞབས་ཞུ་མ་ཅིག་ཡིན་པ་ཡིན་གནས་ལས་སློབ་སྦྱོང་གི་ཁོར་ཡུག་ཆ་ཚང་བ་ཞིག་ཡོད་རེད། ཨང་ཁྱེད་རང་སེམས་ཀྱི་གཏིང་ནས་མེད་ན་ཨང་ཁྱེད་རང་རྦད་དེ་སློབ་ཁང་ཡི་ཆེས་ཆེ་གྲ་སྒྲིག་བེད་སྤྲོད་བྱས་པ་ཡིན་ནའི་ལས་ད་ཁྱེད་རང་རྦད་དེ་པུ་ཏི་སྟོང་ཕྲག་གི་དབུས་སུ་གནས་པ་ཡིན་ནའི་ལས་ཁྱེད་རང་སློབ་སྦྱོང་དང་ཤེས་ཡོན་ལ་དོ་སྣང་མེད་པ་ག་ཤེད་སྨད་འགྱོ་ཅིག་ཡིན་ན་ཨ་ནི་ག་རེ་ལོག་གི་རེད་ཁྱེད་རང་ལ་ཡོན་ཏན་སྣ་གཅིག་མཇལ་གི་མ་རེད་གསུང་བ་རུ་རྦ་འོ་དེ་འདྲས་ཅིག་རེད་མདོར་བསྡུས་ན་ང་རང་གཙོ་བོ་སེམས་ཀྱི་གཏིང་ནས་ཐག་ཆོད་པ་བཅུག་པ་རེད་གསུང་ཡ་དེ་ད་དེ་ནས་ཞོ་ལོ་ཀ་དང་ད་གཉིས་པ་དེ་ནང་ལ་བསྡད་ཡོང་གི་འདུག། སྐྱེས་མཆོག་རང་གི་སྐྱོན་ལ་བརྟག། སྐྱོ་ཉམས་པ་གཞན་སྐྱོན་འཚོལ། སྨྲ་བྱེད་རང་གི་ལུས་ལ་རྟོག། སྲིན་བྱ་གཞན་ལ་ལྟས་ངན་གདོན། ཟླ་འདི་ཧང་སང་ཡག་གི་ཟླ། མིའི་རིགས་ཀྱི་གོམས་གཤིས་ངན་པ་བཞི་པོ་ཅིའི་ཕྱིར་འགོར། པ་གཅིག་སོ་སོའི་གི་སྐྱོན་མ་སྐབས་ཡག་དང་ཡོན་ཏན་ཡག་སྟོན་ཡག་བྱེད། མི་གཞན་དག་གི་སྐྱོན་ཡག་སྟོན་ཡག་དང་ཡོན་ཏན་ལ་སྣང་བ་མ་བཏང་ཡག་གི་ཟླ། མིའི་རིགས་ཀྱི་ཐུན་མོང་གི་སྐྱོན་ཆ་ཆེ་ཤོས་ཕྱིར་འགོར། པ་བསྡུ་ཞིང་བསྡུ་ལྟ་ད་ལྟ་འདི་ན་ལོ་ལ་དེ་འདྲས་སོང་ཡོང་འདུག་སྐྱེས་མཆོག་རང་གི་སྐྱོན་ལ་ལྟ་ཟེར་ཡག་འདུག་ད་སྐྱེས་བུ་མཆོག་ཕུལ་དུ་བྱུང་བ་ཡར་རྒྱས་འགྲོ་ཉེན་ཡིན་ན་སོ་སོ་དེ་ཚུར་ལྟ་གི་ཡོག་རེ་ཟུང་དང་མེ་ལོང་དེ་ཁ་ཚུར་བསྐོར་རྗེས་སོ་སོའི་གི་མདོག་གི་སྐྱོན་དེ་ཕར་ཤར་རུ་བཅུག་རྗེས་ཨ་ནི་སྐྱོན་ག་རེ་ག་རེ་ཡོད་པ་དེ་ངོས་འཛིན་བྱེད་བྱེད་རིམ་བཞིན་རིམ་བཞིན་སྦས་པ་སོགས་ཀྱི་ཐབས་ཤིག་གཏང་གི་རེད་གསུངས་འདུག་ད་ཡིན་ནའི་དེ་འདྲའི་མི་མ་བྱེད་དེ་སྐྱོ་བོ་ངན་པ་འགའ་བྱེད་མཁན་གཙོ་བོ་དེ་ཆེད་མངགས་མི་ཡུལ་དེའི་གང་ལ་གཞན་དག་ལ་སྐྱོན་བརྗོད་བྱེད་ཁག་སྐྱེས་བསྡད་པའི་བཟོ་རུ་བྱེད་ཚེ་རྦད་དེ་ཉི་མ་རེ་ལ་གཞན་གྱི་སྐྱོན་རེ་རེ་བགྲང་ཡ་མེད་ན་སྐྱིད་པོ་མེད་པའི་བཟོ་རུ་བརྩིས་ཚེ་དེ་འདྲས་བྱེད་མྱ་ཡང་ཡོག་རེད། སྐྱོ་བོ་ངན་པ་གཞན་སྐྱོན་ཚོད་གསུངས་ཡོང་འདུག་ཨ་ནི་དཔེ་ཅིག་བཞག་ཡོང་དུས་དམར་བྱ་རང་གི་ལུས་ལ་བཏགས་སེམས་ཅན་གཞན་ལ་ལྟས་ངན་གཏོང་ཟེར་ཡ་དེ་དམར་བྱ་ཟེར་ཡ་དེ་སོ་སོ་རང་གི་ལུས་ལ་བཏགས་བཅོས་བྱས་ཚེ་ཨ་འཇིག་ཏོ་པ། ཡིན། མ་གཞི་ནས་དམར་རྗེ་སྲས་དེ་སྙིང་རྗེ་བོ་དོ་ག་ལུས་པོ། བྱ་སྒྲོ་ད་ཚོ་སྙིང་རྗེ་བོ་ཆེ་ཁོ་རང་ད་མཛེས་ཉམས་དོད་པའི་བྱ་གཅིག་ལ་ཞལ་བེ་ཡོར་བ། དེ་འདྲའི་བྱ་ཡོད་འདི་ཨ་ནི་སྐྱོན་ཆུང་ཆོས་ཆུང་ཡིན་ནའི་ལ་ཁོ་རང་གིས་གང་ནུས་ཅི་ནུས་ཀྱི་མེད་པ་བཟོས་ལ་འབད་བརྩོན་བྱེད་ཀྱི་རེད་ཟེར་བ་རེད། ཡིན་ནའི་སིང་རྗེ་སྲས་ད་བས་ད་ཁོ་རང། གཅིག་གར་ལོག་པ་རེད། མི་གཞན་དག་ལ་བར་ཆད་དང་དཀའ་ངལ་དང་དེ་འདྲའི་འཕྲད་ཡོད་པ་དེ་འདྲ་ལའང་ཁོ་རང་གིས་རྐྱེན་ངན་དེ་བརྒྱབ་བསྡད་ཀྱི་རེད། དེ་འདྲས་ཀྱི་ད་གར་བཞུགས་པ་རེད་དཔེ་ད་བོ་ཅི་ཡོད་རེད་པ། འོ་དེ་ཡིན་དེ་ད་ལྟ་དོན་དངོས་ཐོག་ལ་གཙོ་གཙོ་བོ་དེ་ང་ནགས་སུ་ད་ལྟ་སྐྱིད་པོ་ཕྱོགས་དེ་ནང་བཞིན་བྱེད་དགོས་ཀྱི་འདུག་རང་གི་སྐྱོན་ལ་ད་ཟེར་ཐུབ་པ། རང་གི་སྐྱོན་ལ་བརྟག་བསལ་ཏེ་དོན་དངོས་ཐོག་ལ་ཅི་ག་རེ་ཞུགས་རེད་མི་ཚང་མ་བློ་ལ་ཕན་ཚུན་ཚུར་བསྡུར་བ་བཏང་ཡོང་དུས་སྐྱོན་མེད་པ་ཟེར་ཏེ་སྟབས་མེད་མགྱོགས་ཟེར་བར་བ་ཡིན་པ་ཡིན་ནའི་ལས་སྐྱོན་དང་ཡོན་ཏན་གཉིས་ཀྱི་ནང་ལོགས་ནས་གཞན་དག་གི་ཡོན་ཏན་ལ་སོ་སོའི་སྣང་བ་བཞག་ཐུབ་པ་དང་ཧང་སང་ཐུབ་ན་སོ་སོ་ཡང་ཡོན་ཏན་འདི་སྦྱང་ཡག་དང་སོ་སོ་ལ་སྦྱར་ཡག་ལ་དགེ་མཚན་ཆེན་པོ་ཞེ་པོ་ཅིག་ཐོན་དགོས་བར་བ་དངོས་གནས་ཅིག་ཡོན་ཏན་ཟད་དེ་དང་པོ་སློབ་སྦྱོང་བྱེད་པ་ལ་ཨ་ལས་སྤྲོ་སྣང་དང་དད་པ་དགོས་ཀྱི་འདུག་ཨ། དཔེར་ན། ཐང་ག་སྦྱང་ཉལ་ཅིག་ལ་ཆ་བཞག་ན་ཐང་ག་དེའི་ཐོག་ནས་ཁོ་རང་ཕུལ་དུ་བྱུང་བའི་སྦྱངས་འབྲས་ཤིག་ཐོན་པ་ལ་ཨུ་ཚུགས་བྱེད་པོ་བརྒྱ་པའི་ཡོང་སྒོ་བ་མ་རེད་དང་པོ་ཁོ་རང་གིས་ཡང་མེད་ན་ཐང་ག་དེ་ཉིད་སྐད་གྲགས་ཆེན་པོ་ཞིག་མཐོང་ཆེད་དེ་ལ་དད་པ་འདྲ་པོ་སྐྱེས་ཆེད་དེ་འདྲས་ཅིའང་ངས་སྦྱང་རྒྱུ་བྱུང་ན་ཅི་མ་རུང་བསམ་ཡ་ཞིག་སྔོན་ལ་ཡོང་དགོས་རེད་པ། འོ་སྤྲོ་སྣང་དེ་ཡོད་ན་གཞི་ནས་ཨང་ཁོ་རང་ཡོན་ཏན་དེ་ལ་སྦྱང་འདོད་ཡོང་གི་འདུག་ཨ། བྱས་ཙང་འདི་ཡིན་འདི་འདུག་ཨང་ང་ནག་ཚོས་གཙོ་བོ་དེ་གཞན་གྱི་ཡོན་ཏན། བསམ་པ་ཡིན་ན་ཡོན་ཏན་ལ་སོ་སོ་ཡང་དགའ་ཚོར་གྱིས་དད་པ་སྐྱེ་སོ་སོ་ཡང་ག་ལེགས་ག་ལེགས་ལ་གཞན་གྱི་ཡོན་ཏན་ཕུན་སུམ་ཚོགས་པ་ཡོད་པ་རྣམས་ཞེས་ཆགས་ཡོང་གི་རེད་ཟེར་ཡང་དེ་འདྲས་ཅིག་གསུང་གི་ཡོད་རེད་པ། ད་དེ་ནས་ད་ལྟ་སྐྱེ་བོ་ངན་པ་གཞན་སྐྱོན་འཚོལ་ཟེར་དེ་དང། སྐྱེས་མཆོག་རང་གི་སྐྱོན་ལ་བརྟག་ཟེར་དེ་གཉིས་གཉིས་ད་ང་ན་སུ་ལ་སུ་བསྡུར་བ་བཏང་ཡོང་དུས་དངོས་གནས་ཅིག་སོ་སོ་ཡར་རྒྱས་འགྲོ་འདོད་དང་མ་འདོད་ཟེར་འདི་ཡི་གི་གནད་འགག་ཅིག་ཆགས་ཀྱི་འདུག་སོ་སོའི་སྔུན་ནས་ཆ་བྱས་ན་ཡར་རྒྱས་འགྲོ་འདོད་འདྲ་པོ་ཅིག་ཡོད་ན་ཡིན་གཅིག་མིན་གཅིག་སྐྱེ་བོ་ག་འདྲ་ཞིག་མཐོང་ནའི་ལས་ཨ་ལས་སྐྱིད་པོ་འདི་ཡོན་ཏན་གྱི་ཚད་བས་དེ་གལ་ཆེན་པོ་རེད་ཤར་བ་འགའ་ཤས་ཡིག་གཟུགས་བྲི་ཡག་ལ་ཡག་པོ་ཡོད་རེད་འགའ་ཤས་ཀློག་ཡག་ལ་མཁས་པོ་ཡོད་རེད་ཡང་འགའ་ཤས་བྲི་ཡག་དང་ཀློག་ཡག་མ་ཤེས་ནས་འགྲིག་འགྲིག་འགོག་པ་བྱེད་ཡག་ལ་མཁས་པོ་ཡོད་པ་ད་མདོར་བསྡུས་ན་སྐྱེ་བོ་རེ་རེ་རེ་ལ་ཡོན་ཏན་སྣ་ཁ་རེ་རེ་ཡོང་གི་ཡོད་རེད་པ་འོ་དེ་ཡིན་དེ་དུས་ཨ་ནི་ང་ཚོས་ཡིན་གཅིག་མིན་གཅིག་ཡར་རྒྱས་ཀྱི་བྱེ་མ་འདི་ག་རེད་ལབ་སོང་ན་སོ་སོའི་སྐྱོན་ལ་བརྟེན་གཞན་གྱི་ཡོན་ཏན་ལ་བལྟ་ཡག་དེ་ཡར་རྒྱས་ཀྱི་བྱེ་མ་ཆགས་ཀྱི་འདུག་དེ་ཡིན་དུས་དུ་ང་ཚོས་འདི་གཉིས་ཕྱི་དམ་ལ་འོག་ར། ནམ་རྒྱུན་ཆ་བཞག་ན་ནི་སོ་སོའི་ཡོན་ཏན་བྱས་གཞན་གྱི་སྐྱོན་རུ་བ། ད་ད་རེས་ནས་བར་ཕྱི་དམ་ལོག་རྗེས་སོ་སོའི་སྐྱོན་དེ། དངོས་གནས་ཅི་སྐབས་འགར་ང་ནང་ཚོས་སྐྱོན་དང་ལེན་ཐུབ་ཀྱི་མ་རེད། མི་ག་ཤེད་སྐྱོན་བརྗོད་བྱེད་ཀྱི་མི་འདུག་ག་པད་དུ་ག་དུས་ཡིན་ནའི་སྐྱོན་བརྗོད་ཉེས་ཟུར་བྱས་ཡོང་དུས་ཡང་མི་ག་ཤེད་གསོན་འགྲོ་གི་འདུག་ག་འདི་བདེན་པ་རང་རེད་རུ་བ། གང་ཡིན་ལབ་སུ་ནི་མི་གང་ག་བསྟོད་བསྔགས་ལ་དགའ་མཁན་རྐྱང་རྐྱང་རེད་རེད་པ། ཁོ་རེ་བ་བྱེད་ས་དེ་ཡ་ང་ཡག་པོ་ཅིག་བྱུང་ན་མཚན་སྙན་གྲགས་བཟང་པོ་ཅིག་བྱུང་ན་བསམ་པས་མ་གཏོགས་ཨ་མི་གང་གིས་ང་བསྡུས་ནང་བཞིན་བརྩིས་ན་བསམ་ཡག་དེ་ཕལ་ཆེར་ཡོད་མ་རེད་པ། འོ་དེ་འདྲས་ཡིན་བསྡད་འདུག་ཨ་ནི། ཡིན་པ་ཡིན་ནའི་ང་ཚོས་ད་ལྟ་བྱ་སྤྱོད་ཀྱི་ངོས་ནས་ཡང་དེ་འདྲས་བསྡད་སོང་ན་ཨ་ནི་སོ་སོ་ལ་བསྡད་ཡར་རྒྱས་ཞེ་པོ་ཅིག་སྒྲུབ་དགོས་ཡོད་པ་འདི་དག་མངོན་གསལ་དོད་པོ་རེད་ཤར་པ། སྐྱེས་མཆོག་རང་གི་སྐྱོན་ལ་བལྟ་ཟེར་དེ་དག་རང་རེད། གཅིག་བསྡུར་ན་སྐྱེས་བུ་མཆོག་ཟེར་ཡ་དེ་ལ་སྐྱོན་ཉུང་ཉུང་རེད་ཡུལ་དུས་ཙམ་པ་ཉུང་ཉུང་ཡོད་པ་དེ་མངོན་གསལ་དོད་པོ་བྱེད་དགོས་རོགས་པ། དཔེར་ན་ང་ན་ཟུག་མ་ཟེར་དེ་དཀར་རྐྱང་ཡིན་དེ་དུས་དེའི་དཀྱིལ་ལ་སྤུ་རྐང་གཅིག་ཡོད་ནས་མངོན་གསལ་དོད་པོ་བྱེད་དགོས་འདུག་ག། ད་ཡིན་ནའི་ང་ན་ཟུག་ཅིག་དེའི་ནག་པོ་འདྲ་པོ་བརྗོད་ན་འདིའི་རྐང་ལ་སྤུ་ཡོད་ན་མངོན་གསལ་དོད་པོ་བྱེད་དགོས་ཀྱི་མ་རེད། འོ་དེ་འདྲ་ཡིན་དེ་དུས་ཙམ་པ་ཨ་ནི། སྐྱེས་བུ་མཆོག་བསད་དེ་སོ་སོའི་སྐྱོན་ལ་བལྟ་ཡ་དེ་ག་རེ། ལྷག་པར་དུ་སྐྱེས་བུ་མཆོག་གི་དོན་ལ་ཀླུ་བྱེད་སེམས་ཅན་གྱི་སྐྱོན་འབྱུང་ཉེན་བྱུང་ན། བལྟ་པའི་ཐལ་མོ་སྦྱར་བྱའི་ཐོ་ཆས་གནང་སྲིད། དང་ལེན་བྱས་ཚེ། ཁྱེད་རང་གིས་སྐྱོན་དེ་བརྗོད་མེད་ན་ངས་ང་ལ་སྐྱོན་དེ་ཡོད་པ་ཉན་མི་ཟེར་ཅིག་ཧ་གུ་གུ་མ་རེད་ཟེར་དེ་འདྲས་ཀྱི་ལྟ་ཅིག། སེམས་ཀྱི་ལྟ་སྟངས་བལྟས་ཚེ་དང་ལེན་བྱེད་ཉེན་དེ་འདྲས་འདུག་ཨ། འོ་དེ་ཡིན་དེ་དོན་ང་ནག་ཚོས་དེ་འདྲས་ནང་བཞིན་བྱེད་དགོས་ཀྱི་རེད། འདི་གསུངས་ཡོང་དུ། སྐྱེས་མཆོག་རང་གི་སྐྱོན་ལ་བལྟ། སྐྱེ་བོ་ངན་པ་གཞན་སྐྱོན་ཚོལ་ས་ལྟ་དེ་ང་རང་ཚོ་ད་ལྟའི་བྱེད་སྟངས་དེ་རེད་གཞན་སྐྱོན་འཚལ་ཡག་ཐུབ་པ། དཔེར་ན་སྐབས་འགར་ང་རང་ཚོ་མི་མང་པོ་འདྲ་པོ་ཐུག་ཡོང་དུས་ལྷག་པར་དུ་བྱིས་པའི་སློབ་གསོའི་ནང་ལོ་ལ་ཆ་བཞག་ན་མཐའ་མས་མི་ཕྱི་ལོག་མི་མང་པོའི་མདུན་ལ་སོ་སོའི་བུ་ཕྲུག་གི་སྐྱོན་བརྗོད་དེ་འདྲའི་ཇི་ལྟར་གནང་ན་གཙང་བོ་གཉིད་ནས་ཡོང་གི་ཡོག་མ་འགྲོ་བ། ཏོག་ཙི་གནང་ན་ཨ་ནི་ཕོག་ཐུག་ཞེ་བོ་འགྲོ་གི་རེད། དེ་ལས་ཨམ་གཅིག་ནམ་རྒྱུན་སྐྱེས་བྱ།

ད་དེ་ནས་ཞོ་ལོ་ཀ་གསུམ་པ་དེའི་ད་ལྟ་དམ་པ་དུལ་བའི་རང་བཞིན་སྐྱོང། ངན་པ་རེངས་པའི་རང་བཞིན་འདུལ། དགྲ་ལྡན་ཤིང་གི་རང་བཞིན་སྲུང། ཤིང་སྐམ་རེངས་པའི་རང་བཞིན་བསྲེག། ཞེས་བྱ་བ་དེ་འདྲས་འབྱུང་འགྲོ། ད་དེ་ཡི་སྙིང་བཅུ་བཞི་པོ་སྦྱོར་བར་དེའི་ནང་ལོགས་ལ། དམ་པ་སེ་ཡ་དེ་ཁོ་རང་དུལ་དེ་ཡོད་དུས། ཨ་ནི། སོ་སོ་རང་ལམ་འགྲོ་རྒྱུག་པས་མ་ཚད། སོ་སོ་ལམ་འགྲོ་རྒྱུག་པའི་ཆོས་ཀྱིན་དེ། མི་གཞན་དག་ཡི་ལམ་འགྲོ་རྒྱུག་ཡ་ལ། ནུས་པ་འབྱུང་གི་རེད། རང་ཉིད་ཏག་ཏག་བཟོ་ཐུབ་པའི་མ་ཚད་གཞན་དག་ཡག་པོ་བཟོ་གི་རེད་དེ་ཡོང་གི་འདུག་ཨ། དེ་དང་དབྱིན་ཞྭ་ཆ་རེད། དཔེར་ན་ངའི་བཟོ་ར་ཆེ་ཆེ་ཨ་ནི་སུམ་རྟགས་མཁས་པ་བཞི་བོ་ཅིག་ཡིན་པ་ཡིན་ན། ང་རང་སུམ་རྟགས་ཀྱི་རང་སྐྱེ་འཕེར་པའི་མ་ཚད་ཨ་ངའི་ཉེ་འཁོར་འདི་གན་ཡང་སུམ་རྟགས་ལ་དགའ་ཞེན་དང་སུམ་རྟགས་ལ་དག་སྣང་བྱེད་ཉེན་དང་ཨ་སུམ་རྟགས་ལ་ག་ལི་ག་ལི་ལ་ཡར་རྒྱས་འགྲོ་ཡས་ཡོང་གི་འདུག་ཨ། ཡང་ང་དབྱིན་ཇིའི་སྐད་ཡིག་མཁས་པ་བཞི་བོ་ཅིག་ཡིན་ན་ངའི་ཉེ་འཁོར་འདི་གའི་དེ་འདྲའི་ཡིག་ཤོ་གན་ཐེབས་ཚད་ཡོང་གི་ཡོད་རེད་པ། དམ་པ་དུལ་བ་ཡིན་ཙང་ཁོ་རང་ཐུག་དུས་དེ་དུས་གཞན་དག་འདི་གའི་དཔེ་བལྟ་ས་འབྱོར་བར་དུས་འགྱུར་གྱི་དཔེ་བལྟ་ས་ཡོད་ཙང་ཁོ་ཚོ་ཡང་དུལ་ཡོང་གི་ཡོད་རེད་ཟེར་བར། ད་རྡོ་ཚོ་ང་ཚོས་བྱ་བ་ཡག་པ་ཟེར་ཡག་དེ་རེད། བྱ་བ་ཡག་པ་ཅིག་སྒྲུབ་ཐུབ་ན་དེའི་གྱི་ཞུ་གུ་དེ་ཡག་གི་མང་པོ་ཞིག་སྙིང་བོ་ཡོང་གི་རེད་བ། ད་བྱ་བ་སྒྲུབ་སྡུག་པ་ཅིག་སྒྲུབ་པར་ཆ་བཞག་ན་དེ་དང་མཉམ་དུ་སྡུག་པོ་མང་པོ་ཞིག་སྙིང་བོ་ཡོང་ཆེད་ད་གོད་ཆག་རྐྱང་རྐྱང་རེད། ང་ཚོའི་དཔེ་ཡི་ནང་ལོགས་ལ་གར་ས་སྣུམ་རྫོང་ཟེར་ལ་རྒྱུ་རྒྱ་རི་དབྱིབས་ཟེར་ལ་མ་འདུག་ཟེར་ཞེས་པ་བོ་དེའི་སོར་ཆེན་ཟེར། ངན་པ་རེངས་པའི་རང་བཞིན་འདུག་ཟླ་སྐྱིད་བོ་ངན་པ་ཟད་དེ་ཁོ་རང་རྦད་དེ་རེངས་བསྡད་ཡོད་པ། བ། རྦད་དེ་མ་རུངས་པའི་ཕྱོགས་ལ་བལྟ་བའི་ཤོར་འགྲོ་ཉེས་དེ་འདྲས་ཞིག་ཡིན་བསྡད་དུས་ད་རང་ཉིད་སྡུག་ལ་སྦྱར་བས་མ་ཟད་གཞན་སྡུག་ལ་སྦྱར་གི་རེད། དེ་ཡོང་གི་འདུག་བ། དཔེར་ན་མི་འགའ་ཤས་ཡག་པོ་ཞུ་བོ་བྱས་ཁོ་རང་གྲོགས་པོའི་ཤོ་རྐྱེན་ཐེབས་བྱས། ཨ་ནི། ངན་པའི་གཉིད་ལ་ཆུ་གཉིད་དེ་འདྲའི་མང་པོ་ཡོང་གི་ཡོད་རེད་པ། ངན་པ་རིམ་པའི་རང་བཞིན་འགྲུབ་ཟེར་ཏེ། བྱ་བ་ངན་པ་གཅིག་ལ་བྱ་ཞེན་ན་ད་ག་རེད། དགྲ་ངན་སྡུག་པོ་བཟོས་ཞེས་གོ་རེད་དེ་རེད་པ། དཔེར་ན་ད་ལྟ་འདི་དཔེ་འདི་སྙིང་རྗེ་ཡོང་རེད་དེ་ལས་ད་ལྟ་འདིའི་ནང་ལོགས་ལ་བྱ་བྱས་ན། དཔེ་འདིའི་ནང་ལ་དེ་འདྲས་ཡོང་གོ་རེད། དགྲས་དེའི་ཤིང་གི་རང་བཞིན་བསྲུངས། འབྲས་བུ་ཡོད་པའི་ཤིང་གཅིག་ཡོད་ན་རང་བཞིན་བསྲུང་གི་རེད་ཟེར་དེ་བདེན་པ་རེད། དཔེར་ན། རི་གཅིག་ལ་བྱ་བྱས་ན། ཀུ་ཤུའི་གི་རི། ད་ཀུ་ཤུ་སྐྱེས་དེ་ས་དེ་འདྲས་ཀྱི་ནག་རིལ་ཟེར་བྱེད་ཡིན་ན། ད་དེའི་སྟོབས་ཀྱིས་རིགས་ཁོ་རང་ལ་སྲོང་སྐྱོབ་ཞེ་བོ་ཅིག་བྱེད་ཀྱི་རེད་པ། ཡང་དཔེར་ན་སྒོ་ར་གཅིག་གི་ནང་ལོགས་ལ་ཁམ་སྡོང་ཡག་པོ་དེ་འདྲས་ཁ་ཤས་ཤིག་ཡོད་ན། མི་གང་གིས་ཁམ་བུ་ལ་སྲོང་སྐྱོབ་བྱེད་ཡག་ཆེད་དུ་སྒོ་ར་དེ་དང་ས་ཆ་དེ་གའི་ལས་སྲོང་སྐྱོབ་བྱས་རྗེས། ཆུ་དགོས་ས་ལ་ཆུ་ལུད་དགོས་ས་ལ་ལུད། གྱང་རྒྱབ་དགོས་ས་ལ་གྱང། ཀྲུང་ཉལ་བཞག་དགོས་ས་ལ་ཀྲུང་ཉལ་བཞག་རྗེས། གསུང་གི་ཟེའུ་རུ་བ། ཏི་སེའུ་སྐལ་ལྡན་ར་ཡིན་ལབ་གསུངས་ན་འབྲས་བུ་དང་ལྡན་པའི་ཤིང་འདི་ཡི་སྐལ་ལྡན་རི་རུ་བ། འབྲས་ལྡན་ཤིང་གི་ཁོ་རང་ཉེ་འཁོར་གི་ཤིང་འདི་གའི་ལས་ཕན་ཐོགས་ཤིག་ཡོད་རེད། རྦད་དུ་གསུང་རྒྱུར་བྱས་ཟེར། འོ་དེ་ནང་བཞིན་དེ་དམ་པ་ཐུལ་བའི་དཔེ་དེ་རུ་བ། ད་འོ་དེ་ལ་དཔེ་ཆོག་ཚ་བ་འཇོག་བ་རེད། ཤིང་སྐམ་རིམ་པའི་རང་བཞིན་བསྲེགས་ཟེར། ད་ཤིང་སྐམ་པོ་ཅིག་གི་ཁང་དེ་ཉོས་ན་ད་ཉེན་ཁ་ཡོད་རེད་རུ་བ། ཤིང་སྐམ་པོ་དེ་ལ་འབྲས་བུ་རྟགས་མ་རེད་བྱས་ཤིང་ཨ་ནི་མིག་གིས་གཏོར་རྐྱང་བྱས་སྐོར་རྐྱང་བྱས་ཡོང་དུས་བསམ་པ་དེ་གནས་སའི་ས་ཆ་དེ་ལས་ཉེན་ཁ་ཡོད་རེད། ཁོ་སྲུང་སྐྱོབ་བྱེད་ཀྱི་མ་རེད་བ། འོ་དེ་འདྲ་ཡིན་དེ་དུས་ཤིང་སྐམ་པོས་སོ་སོ་མེ་ལ་བུས་སོ་སོ་བསྲེགས་པས་མ་ཚད་འདིས་གསལ་ལག་གཞན་དག་ཡང་སྙིང་པོ་སྐྲག་རེད་ཟེར་དགོས་རེད་རང་གཞན་བསྲེགས་ཟེར་ཡ་དེ་ཕ་དེ་ག་པར་བྱས་དགོས་རེད་ལབ་སོང་ན་དཀོན་མཆོག་ངན་པ་དེ་ཚོ་དང་མ་རུང་ཐ་ཤལ་གྱི་བྱ་སྤྱོད་དེ་ཚོ་ལ་ཟེར་དགོས་རེད་ཤིང་སྐམ་པོ་ནང་བཞིན

སེམས་ཁམས་རེངས་པའི་རང་བཞིན་བསྲེགས། ད་ལྟའི་དཔེ་ཆ་ནང་གོ་རེད། ང་ནག་ཚོས་ཀྱང་དྲན་རྟེན་གྱི་ཤིང་ནང་བཞིན་བྱེད་ཕོད་པོ་རེད། ང་ནག་ཚོ་ལུང་པ་དེ་འདྲ་ལ་ཡོང་གོ་བར་དར་བ། དཔེར་ན་གནའ་ཤུལ་གྲགས་ཅན་དེ་འདྲའི་དཔེར་ན་མཁས་པ་ཅི་ཆེ་ཅིག་གིས་འཁྲུངས་ཡུལ་རེད་ཞེས་ལབ་སོང་ན་ད་འཁྲུངས་ཡུལ་དེ་སྲོང་སྐྱོབ་བྱ་ཡག་ཆེད་དུ་ལུང་པ་དག་ག་རང་ལ་སྲོང་སྐྱོབ་བྱེད་གོ་བར་དཔའ། དཔེར་ན་ང་ནག་ཚོ་དེང་གི་ཆ་ལ་སློབ་དཔོན་མཐོན་པོའི་ས་འབོར་དང་སྙེ་མོ་ལ་འཁྲུངས་པོ་རེད་ཟེར་ལབ་ཡོང་དུས་དེའི་མཛད་རྗེས་ཀྱིས་སྙེ་མོ་མཐོན་ཟེར་ཚེ་སྐད་རགས་ཆེན་པོ་ཞུ་བོ་ཅིག་ཆོད་འགྲོ་གི་འདུག་ག།